ནམ་མཁའི་སྐར་མ་ས་ལ་འཕུལ་འདྲའི་བོད་ཀྱི་མདོ་ཁུངས་ནི་མདོ་དབུས་མཐོ་སྒང་གི་མཛེས་སྡུག་ཡིད་དུ་འོང་བའི་གྲུབ་ཆ་ཞིག་རེད། ཁམས་སྟག་དགུ་ཡི་བང་ཁུང་དང་ཤང་ཁྲི་གི་བྱང་ཁུང། མི་ཉག་གི་མདོ་ཁུངས་སུ་ལུས་འབའ་སོ་སོའི་ཁང་པ་ལས་སྟངས་ལ་ཁྱད་ཆོས་འབུར་དུ་ཐོན་ཡོད། སྡེ་དགེ་རྫོང་རྩོམ་པ་པོ་མཐུན་ཚོགས་ཀྱི་ཚོགས་གཙོ་སྨན་གང་ཟླ་སྙན་དང། སྡེ་དགེ་རྫོང་ཁྲི་བཞུགས་གསར་པ་ལྟེ་གནས་ཀྱི་སྐད་གཉིས་མདོ་འཛིན་དང་གསར་འགོད་པ་ཆིན་ཡུས་ནོར་བུ་གཉིས་ཀྱིས་ལོ་མང་པོའི་རིང་དམངས་ཁྲོད་རིག་གནས་ལ་རྒྱུས་ལེན་དང། ཞིབ་འཇུག་གནང་ཞིང་ཉམས་མྱོང་ཕུན་སུམ་ཚོགས་པ་སོགས་ཡོད། དེ་རིང་བྱམས་པའི་ཁ་བརྡ་ལེན་ཚེ་ཆེད་དུ་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་སྡེ་དགེ་རྫོང་ཁང་པའི་རིག་གནས་ཤང་བརྟན་ལྷིང་དུ་སོང་ནས་སྡོད་ཁང་རིག་གནས་སྐོར་ནས་ཁ་བརྡ་བྱེད་ཀྱི་ཡོད།
ལོ་ངོ་སྟོང་གི་རིག་གནས་ལོ་ངོ་སྟོང་གི་རྒྱུན་འཛིན་གཟིགས་མོ་ལྷས་ཀྱིས་སྐུ་ཁམས་བཟང་དུས་ལྟར་བྱམས་པའི་ཁ་བརྡ་ལེན་ཚུལ་ལ་གསན་གཟིགས་གནང་བར་དགའ་བསུ་ཞུ། ང་ཚོ་ད་ལྟ་ཡོད་ས་ནི་ཟི་ཁྲོན་ཞིང་ཆེན་དཀར་མཛེས་བོད་རིགས་རང་གཞུང་གི་སྡེ་དགེ་རྫོང་ཁང་པའི་རིག་གནས་གླིང་གི་དམངས་སྲོལ་ཤོག་ལྟེང་ཁང་གི་ཁང་པའི་སྡེ་ཁང་གི་ཤོག་ལྟེང་ཁང་དུ་ཡོད། ད་དེ་རིང་ང་ཚོས་སྡེ་དགེ་རྫོང་རིག་གནས་དོ་དམ་ལྟེ་གནས་ཀྱི་འགན་འཛིན་གཞོན་པ་དང་སྡེ་དགེ་རྫོང་རྩོམ་པ་པོ་མཐུན་ཚོགས་ཀྱི་ཚོགས་གཙོ་སྨན་སྐུ་མདའ་སྙན་ངག་ཡང་ན་བློ་གྲོས་རྣམ་རྒྱལ་དང། སྡེ་དགེ་རྫོང་འཕྲིན་ཞོར་གསར་པ་གི་ལས་ཁུངས་ཀྱི་གསར་འགོད་པ་དང། མདོ་འཛིན་པ་སྤྱི་སྤྱོད་ཆོས་དབྱིངས་ནོར་བུ་དང་མཉམ་དུ་ང་ཚོ་བདེ་སྐྱིད་ཀྱི་བོད་ཀྱི་བདེ་ཁུངས་འདི་གི་སྐོར་ནས་ཁ་བརྡ་ཅིག་བཟོ་གི་ཡིན། རྒན་རྣམ་པ་གཉིས་བཀྲ་ཤིས་བདེ་ལེགས། ཡིན་ནོ་བཀྲ་ཤིས་བདེ་ལེགས། ད་རྒན་རྣམ་པ་གཉིས་ཕ་ཤེས་ཏེ་སྡེ་དགེ་ས་སྐྱ་གི་ཕོ་གསར། འཛིན་བ་གཉིས་དེ་ཕ་ཤེས་ཡིན་ནམ་མི་ཤེས་ཨ། ད་ངེད་གཉིས་སྐྱིད་རྫི་གཉིས་རྫི་ར་དགོས།
ད་རྒན་རྣམ་པ་གཉིས་ནི་ངོ་མ་བཤད་ན་གཅིག་ནི་རུམ་པ་དང་གཅིག་ནི་འབྲོག་པ་གཅིག་ནི་ང་ཚོ།

དེ་འདྲ་ཧ་ཅང་གི་ལོ་རྒྱུས་རིང་པོ་དེ་འདྲ་གྲོགས་མོ་ཆེན་མོ་མ་འོན་ཀྱང་ད་ལོ་རྒྱུས་མེད་པ་མ་རེད་ཧ་ཅང་གི་གཏིང་ཟབ་པོ་རེད་ཅི་རེད་ཟེར་ན་ད་ང་ཚོ་གི་ཁོང་པ་གི་འཛུགས་སྐྲན་དེ་རེད་དེ་ཧ་ཅང་གི་རིག་ནུས་གཏིང་ཟབ་པོ་ཡིན་ས་རེད་དཔེ་འདྲ་ཞིག་ཡོད་གང་ན་ད་ང་ཚོ་འཕྲོ་ལ་ཕ་རྒྱ་ནས་གྲི་མཐའ་རིས་མ་བྱས་པ་གཡུང་དྲུང་བན་དུ་འཇིགས་པ་གི་དེ་ནས་དགོན་སྡེ་ཡང་མང་པོ་ཆེ་རེད་དེ་དགོན་སྡེ་གི་ད་བྲག་ཧོང་དང་ལྷ་ཧོང། ཁྱོད་ཁོང་ད་དེ་སོགས་ལི་ཏོང་གོ་གི་རིགས་ཁོང་ཁོང་པ་གི་འཛུ་ཀྲང་གི་ཁོང་པའི་འཛུ་ཀྲང་གི་ནང་པ་འདྲ་རེད་ལེ། དེ་རེད་དེ་རེད་དེ་འདྲ་རེད་དེ་ང་ཚོ་འབྲོག་པ་དེ་ས་སྟོན་རྒྱུ་ང་ཚོ་འབྲོག་པར་ཤེས་དགའ་བ་ཡིན་ན་ད་འབྲོག་པ་དེ་ཁོང་པ་ཡོད་རེད་རེད་དེ་ཡང་དེང་དེང་ཚོགས་གསང་ལས་བྱེད་ཟེར་གི་རེད་ན་ཁོང་ཚོགས་གསང་ཁོང་ཚོགས་གསང་བྱེད་ད་དེ་འདྲ་ཀྱི་ད་ལོ་ནང་ཉིན་ཡོད་ཟེར་རེད་དེ་སྔོན་མ་དེ་འདྲ་ང་ཚོ་ཚོགས་གསང་ཕ་ཝག་དེ་ཧ་ཅང་དེ་འདྲ་རྒྱུ་ཆེན་པོ་དེ་འདྲ་མ་རེད།

ད་རུ་ནི་པཱ་ལ་ད་ནི་ཡང་བཅར་འདྲི་སེ་ན་ཆོག་གི། ད་ང་ད་རྒྱ་ཐོག་ཅིག་ཆེ་ག་པ་མ་ཐུ་ཨ་ཏེ་གྲོང་མོང་འདྲུ་རེད་ན་ད་ནི་འདྲ་ཅིག་ཀུ་རུ་ཀུ་ཡོ་ད་སི་དེ་ན་ས་ཤི་འདྲ་ཅིག་ན་ད་ནི་ལྷོ་པོ་པི་མ་ཉོ་ནི་ཀི་མཛེ་པི་ཀི་ས་ཤི་ཐོ་བི་ཟི་ཟི་ན་འདྲ་དང་ད་དེ་སོ་ཧ་ཅང་མོང་པོ་ད་དེ་སོ་དེ་རྩ་རྩ་དོན་བཟང་ད་སི་དེ་འདྲོ་འདི་སོང་བ་ཞི་སེམས་ཀི་ཡོ་ད་སི་སོང་བ་ཞི་སེ་དེ་གང་ཅིག་སོང་ཀི་དེ་གོ་ཀི་རི་སེ་ན་ད་ནི།

ད་དེ་འདྲ་བཙལ་དང་ཅི་མ་མཐའ་ཡང་སོང་ཨ། གོམ་པ་ཇི་ལེགས་ཀྱི་ནི་ཆ་ཆེན་འདྲ་བ་དེ། ཤ་ལོ་ན་ཤོ་ཀི་དེ་ནི་ཆ་ཆེ་གི། དེ་ཆ་ཆེན་དུ་འཛོང་གི་དཱས།
དེ་ནས་འོང་དེ་དང་ཞོ་དུ་ཟེར་གི་རེད། ད་གུ་རུག་གི་ས་ཡ་ག་ཅིག་དེ་འདྲ་ཅིག་ཡིན་དུ་སྲིད་གི་འདུག་ད་ས་དེ་ལས་ཀྱང་དེ་ནི་ས་ངན་ས་བཙོག་ས་དུག་བདུད་ས་དེ་དེ་འདྲ་ཡང་ཡོད་དཱས། ད་དེ་སོགས་འདྲ་ཅིག་ཡིན་དུ་དཔེར་ན་ཁོང་པའི་གཉའ་ལྟག་ལ་དེ་ཤིང་སྡོང་པོ་ཁེ་ཤེས་རེད་ཅིག་དེ།

ནམ་མཁའི་སྐར་མ་ས་ལ་འཕུལ་འདྲའི་བོད་ཀྱི་མདོ་ཁུངས་ནི་མདོ་དབུས་མཐོ་སྒང་གི་མཛེས་སྡུག་ཡིད་དུ་འོང་བའི་གྲུབ་ཆ་ཞིག་རེད། ཁམས་སྟག་གི་ཡི་བང་ཁོངས་དང་ཤང་ཁྲི་གི་བྱང་ཁོངས། མི་ཉག་གི་མདོ་ཁོངས་སོགས་ལུང་པ་སོ་སོའི་ཁང་པ་ལས་སྟངས་ལ་ཁྱད་ཆོས་འབུར་དུ་ཐོན་ཡོད། སྡེ་དགེ་རྫོང་རྩོམ་པ་པོ་མཐུན་ཚོགས་ཀྱི་ཚོགས་གཙོ་སྨན་སྒང་ཟླ་སྙན་དང། སྡེ་དགེ་རྫོང་ཁྲི་བཞུགས་གསར་པ་ལྟེ་གནས་ཀྱི་སྐད་གཉིས་མདོ་འཛིན་དང་གསར་འགོད་པ་ཆིན་ཡུས་ནོར་བུ་གཉིས་ཀྱིས་ལོ་མང་པོའི་རིང་དམངས་ཁྲོད་རིག་གནས་ལ་རྒྱུས་ལེན་དང། ཞིབ་འཇུག་གནང་ཞིང་ཉམས་མྱོང་ཕུན་སུམ་ཚོགས་པ་སོགས་ཡོད། དེ་རིང་བྱམས་པའི་ཁ་བརྡ་ལེན་ཚེ་ཆེད་དུ་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་སྡེ་དགེ་རྫོང་ཁང་པའི་རིག་གནས་ཤང་བརྟན་གླིང་དུ་སོང་ནས་སྡོད་ཁང་རིག་གནས་སྐོར་ནས་ཁ་བརྡ་བྱེད་བཞིན་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ།

དེ་འདྲ་ཡིན་དུས་དེ་ནི་ཁོམ་པ་ཞིག་ལི་ན་ཡང་ཁུ་རུང། སོང་བྱ་འགོས་ནས་བཤད་དགོས་པ་ཡིན་ན་འདྲ། ད་ཁུ་རུག་ཁྱེད་ཀྱིས་དེ་ཅི་རེད་ཟེར་ན་ད་ཁུ་རུག་ས་དེ་ས་ཞིག་ནང་པ་ལྟ་དུ་ས་ལེན་འགྲོ་རེད་ལེ། ད་ས་དེ། བཞི་སྟོང་གི་མི་ཕ་བ་རྒྱུ་ཞིག་མ་རེད་ལེ། ད་ང་ཚོ་ད་རུ་ནི་དེ་དགོན་དེ་ནང་ཡོད་ཟེར་རེད། དེ་དགོན་པ་ནང་གི་བླ་མ་ཁྱེད་ཀྱིས་བྱེད་གི་ན་ཆོག་གི་རེད་ད་རུ་ནི་གི་རྒྱ་སྐྱོང་དེ་ཚོ་ཡོང་མཁན་བྱེད་གི་རེད་ན་ད་ཉོག་ཉོག་འགྲོ་སྟངས་ཤེས་མི་འདུག་དེ་ནི་ཁ་གིས་གསང་ཡོད། ཉེར་གསལ།

མི་རྡོ་དེ་བཙུགས་འོང་རེད། ད་མི་རྡོ་དེ་ཡང་བཙུགས་དགོས་རྒྱུ་མཚན་ཅི་རེད་ཅེ་ན། ད་བྱུང་དེ་ཁུལ་ས་རེད་རློན་པ་ནི་ཁུལ་འདུ་ཞིག་འགྲོ་རེད་ལས་དེ་གི་ས་ནང་མི། ད་ཁྱི་མ་མཐའ་ཡང་གྲི་ཏོ་རེ་ཚ་རེད་ས་ནང་མི་བཀོད་རེད་ཁྱི་མ་མཐའ་ཡང་རེད་ད་དེ། དེ་ནི་ཆུ་དེ་རྡོ་རྡོ་བཙུགས་པ་ཚོ་རེད། ད་དེ་འདྲ་གི་ལོ་རྒྱུས་ཧ་ཅང་ཕུན་སུམ་ཚོགས་པ་ཡོད་རེད་དེ་ནི་ང་ཚོ་གི།

ཁོང་པ་བྱུང་ཁོང་པ་དེ་ཚོ་ས་ཞིག་བསྟན་པ་དེ་སྔ་སོ་བོད་ཁོང་པ་དེ་ཚོ་དེ་ལོ་མང་པོ་འདུག་ཁེ་ཚ་ཁེ་ཡང་ང་ཚོ་ལན་ཚེ་ལན་འགྲོ་དེ་ལ་ཁོང་པ་ལོ་སྟོང་གཅིག་ས་ཡོང་ཁེ་ལོ་བརྒྱད་བརྒྱ་ས་ཡོང་ཁེ་བཞི་བརྒྱ་ས་ཡོང་ཁེ་དེ་འདྲའི་བོད་ཀྱི་ས་ཆ་ས་མང་པོ་ཐུག་དེ་ང་ཚོ་སྔོན་མ་མི་ཉག་ས་དེ་ཚོ་ནས་དེ་སྤྱི་སྟོང་རྡོ་ཁུང་དེ་འདྲ་ཡོད་དེ་དེ་ཚོ་ལ་ཡང་དཔེར་ན་ལོ་བརྒྱད་བརྒྱ་དགུ་བརྒྱ་གི་ལོ་བརྒྱད་དེ་ནས་ནང་ཆེན་དེ་ཚོ་ས་ཆ་ང་ཚོ་བྱང་ཁུང་དེ་འདྲ་ལ་ཐུག་རྗེས་དེ་ཚོ་ད་ལོ་བརྒྱ་སོ་མང་པོ་ཐུག་འགྲོ་ཞིག་དེ་ཚོ་ས་ཞིག་བསྟན་པ་དེ་འདྲ་ཆོག་འགྲོ་ཞེས་སོ་བ། དེ་འདྲ་རེད་ཁུ་རི་རང་བྱུང་ཁུ་རི་ཆུ་ཉོས་དེ་འདྲ་རེད་ན། རེད་རེད་དེ་འདི་ད་ང་ཚོ་གི་དེ

ང་ཚོ་འདིར་འབྱེད་འཛོལ་ལྷག་དུས་ཏེ་འདི་ཚོ་ཚུལ་མ་དེ་ང་ཚོ་ཡེ་ཀོ་བ་ཚོ་གི་མཛེས་དུས་ཡིད་འོང་འཁྲུགས་སྤེལ་གྱི་དག་ཆ་ཟེར་གྱི་འདུག་ཟེར་དེ་གི་དག་ཇི་སྤྱད་ན་གཙོ་བོ་གཅིག་རེད་འགའ་རེད་རེད་རེད་ལགས་སོ། ལུང་པ་གཅིག་གི་ནང་ལ་ན་རུ་ནི་དེ་ཧ་ཅང་ཕུགས་བསམ་འཛུགས་པ་ཡང་རེད་ད། བོད་བོད་ཟེར་གྱི་དེ་ན་དེ་ཅི་ཟེར་དགོས་ན་གོ། དེ་ས་ཆ་རེད་ལུགས་སྲོལ་རེད་ལུང་པ་རེད་ལ་ཆ་ལུགས་རེད་ཟེར་རེད་ལ་འགས་ད་དེ་འདྲ་གི་རུ་ནི་དེ་ཧ་ཅང་ཕུགས་བསམ་འཛུགས་པ་རེད།